ཐོག་མར་གྱི་ཆ་ལ། རྗེ་དཔོན་བཤད་སྒྲུབ་གླིང་གཟིགས་མཁན་གྱི་ཡས་ནས་འཇིགས་མོ་གླིང་གི་ཆ་ཚང་ལ། བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་ཏུ། དེར་རྣམ་པ་ཚོ་ལ་ད་དེ་རིང་ཁ་གསང་མ་དང་གསེར་བོ་དང་ད་ཐོག་ནས་གཙོ་བོ་གཙོ་བོ་བཀའ་དྲིན་ཞུ་བ་ཡོད་ལབ་པ་ན་ད་དེ་རིང་ང་རང་ཚོ་གཙོ་བོ་གཙོ་བོ་ཆ་ཚང་ང་རང་ཚོ་ཆ་ཚང་རབ་བྱུང་དྲན་པའི་ཆ་ལ། ད་ང་རང་ཚོ་ལ་དེ་ནས་ད་ག་རེ་ཟེར་ན།

ད་ང་རང་ཚོ་གཙོ་བོ་ག་རེ་བྱེད་དགོས་རེད་ལབ་པ་ན་ཨ་ནེ། གསོ་སྦྱོང་ལས་ཀྱི་ཧ་ཅང་བྱེད་དགོས་ཡོད་རེད་རོ། གསོ་སྦྱོང་ལས་ང་རང་ཚོ་གི་ག་ཚོད་གལ་ཆེན་པོ་ཡིན་མིན་ལ་ཡ་སྟེ། ཨོ། གཙོ་གཙོ་ད་དེ་རིང་འདི་ཐོག་ལ་བཞོས་ཡིན་ཁ་སེར་བོ་དང་གཙང་མ་དང་རོ་ག་ཚོད་ཉན་ན་རོ། དེ་ནས་དུར་དུས་དང་དཔེ་དུས་ཚོད་མང་པོ་མ་བཞག་པའི་ཐོག་ནས་རོ། དེ་རྣམ་པ་ཚོ་གི་ཡག་པོ་བྱས་ནས་སེམས་རོགས་བྱེད་བཞོས་ཡིན་རོ། དེ་ནས་ག་ལྟེ་འདི་ངས་བྱེད་ཡ་སྟེ་ཨ་ནེ་ངོ་ནི། རང་ཚོ་ལ་ཕན་གྱི་ཡོད་པ་ཡིན་ན་ཕན་གྱི་ཡོད་པ་མཐོང་གི་ཡོད་པ་ཡིན་ན་ག་ཚོད་མང་མང་གི་ཤེ་རིང་གནང་རོགས་གཞོན་ཡིན་རོགས་ག་ཚོད་མང་ན་ག་ཚོད་ཀྱི་ག་ད་ང་རང་ང་ད་ང་འདྲ་བོ་གྲྭ་བ་ག་ཚོད་ཡོད་མེད་ཨེ་ནས་གི་ཚོད་ཡིན་ན་འདྲ་གི་རོང་ཡིན་ན་འདྲ་ད་ག་ཅིག་ངོ་ནས་གསོ་སྦྱོང་ལ་དེ་ངོ་ནས་གོ་ཚུགས་མཁན་ཡོང་མང་ཆེ་ད་ད་ཆགས་ཨེ་ནས་རྒྱལ་ས་དང་བཞུགས་མཁན་དེ་འདྲ་ཡིན་ན་མང་ཆེ་ད་དེ་འདྲ་ཡིན་ནས། མཁྱེན་སྲིད་ཀྱི་རེད། མི་མཁྱེན་པ་ཅིག་ཉིད་ཡོང་སྲིད་ཀྱི་རེད། ཆོ་ག་བ་ག་ས་འདི་ནས་ཡོང་གི་མཁྱེན་མི་སྲིད་བ་འདིའི་ཐོག་ལ་ཟུར་ལྗོངས་བཀའ་དྲིན་ཡིན་མིན་ལས་དེ། ཨ་ནེ་དགེ་ཚུལ་ལུང་གི་འདུན་པ་བཞེས་དགེ་སློང་གི་འདུན་པ་བཞེས། ཨ་ནེ་དེ་འདྲུད་ཀྱི་ནི་ད་ནས་ཟུར་ལྗོངས་ལ་མ་ཟུར་ལྗོངས་ལ་ཁྱོད་ནས་མ་ཕེབས། ད་དེ་ལས་དེ་ནས་ཨ་ནེ་ཡི་ངེས་པ་འདི་ནས་ཡོང་མི་སྲིད་པ་མ་རེད་རོ། འོ་ད་དེ་འདྲ་ཆ་ཚང་ལ་སུ་དང་སུ་ཞིག་ཡིན་ན་ཆ་ཚང་ལ་ཨ་ནེ།

གཅིག་ཅེས་རོ། ད་དང་པོ་ང་ཚོ་ག་རེ་ཟེར་ན་ད་གསོ་སྦྱོང་འདི་ལ་ངལ་བ་བྱས་སོང་ཨ། ད་ཅི་དང་ནི་གསོ་སྦྱོང་འདི་ལ་ཅི་དང་ནི་འདི་རེད་ད། མཐུན་པའི་གསོ་སྦྱོང་ལ་ནི་གཞི་ནས་གསོ་སྦྱོང་དང་མཐུན་པའི་གསོ་སྦྱོང་དང་གསོ་སྦྱོང་བཅུ་གཅིག་པ་དང་བཅོ་ལྔ་པ། ནི་བཀྲ་ཤིས་གསོ་སྦྱོང་དང་ནོར་དོགས་གསོ་སྦྱོང། ད་འདི་ནི་གཞི་ནས་ཨེ་བ་ཅིག་ཅིག་ཅེས། ད་གསོ་སྦྱོང་ཨོ་ད་ཅིག་ཅིག་ཅེས་དེ་ནི། གསོ་སྦྱོང་ཅི་དང་ནི་གསོ་སྦྱོང་ལ་ཅི་དང་ནི་ལོ་གཅིག་ནང་ལ་ནི་གསོ་སྦྱོང་ག་ཚོད་ཡོད་རེད་ལ་ན། ཨོ་དེ་ང་རང་ཚོ་ནི་མཁྱེན་དགོས་ཡ་ཧ་ཅང་གི་གལ་ཆེན་པོ་རེད། ལོ་གཅིག་ནང་ལ་ཟླ་བ་ག་ཚོད་ཡོད་རེད་ན་ལོ་གཅིག་ནང་ལ་ཟླ་བ་བཅུ་གཉིས་ཡོད་རེད། ཟླ་བ་བཅུ་གཉིས་ཆ་ཚང་ནང་ལ་སོ་ལྗོངས་གཉིས་གཉིས་ཡོད་ཤག་ཤག་འདྲ་བོ་རེད་ར། བདུན་པའི་སོ་ལྗོངས་ག་ཚོད་རེད་ན་ཉི་ཤུ་རྩ་བཞི་ཡོད་རེད་ར་ཉི་ཤུ་རྩ་བཞི་ཏག་ཏག་ཡོད་རེད། ད་དེ་ལ་ནི་སོ་ལྗོངས་བཅུ་བཞི་པ་དང་བཅོ་ལྔ་པ་ལ་ནི་དབྱེ་བ་བྱེད་དགོས་ཡོད་རེད་ར། ད་ཟུར་སྦྱོང་བཅུ་བཞི་པ་ག་ནས་ག་ནས་སྲིད་ཀྱི་རེད་བཅོ་ལྔ་པ་ག་ནས་སྲིད་ཀྱི་རེད་ད་ཁ་ཅིག་ལ་ད་མང་ཆེ་ད་མཁྱེན་གྱི་རེད་ད་ད་རེ་ཟུང་རེ་ཟུང་གོ་ནས་ད་དེ་ཡང་ཡང་དེ་སུ་ཐུག་ཡོད་ས་ར་ཟུར་སྦྱོང་བཅུ་བཞི་པ་ག་རེ་ཡིན་ན་བཅོ་ལྔ་པ་ག་རེ་ཡིན་ན་རྡོག་པ་ས་ག་ཅིག་ནས་ཡོང་སྲིད་ཀྱི་རེད་རོ། འོ་ད་དེ་རིང་ངས་ཁ་སང་མང་ཆེ་ནས་བརྗོད་ཡིན་རོ། ཨོ་ཟུར་སྦྱོང་བཅུ་བཞི་པ་ག་ནས་ཅིག་ལས་སྲིད་ཀྱི་རེད་བཅོ་ལྔ་པ་ག་ནས་ཅིག་ནས་སྲིད་ཀྱི་རེད་ཨོ་དེ་ཁ་སང་མང་ཆེ་ནས་བརྗོད་ཡིན། དོང་ཙང། ཟུར་སྦྱོང་བཅུ་བཞི་པ་ལས་འདི་ཟླ་བ་བཅུ་གཉིས་ནང་ནས་ཟླ་བ་བཞི་གང་ཡིན་པ་ཆ་ཚང་དེ་ག་རེ་ད་ན་ཟུར་སྦྱོང་བཅུ་བཞི་པ་རེད།

ཆག་ཆག་དཔེར་ན་ཟླ་བ་གཉིས་པ། ཟླ་བ་བཞི་པ། ཟླ་བ་དྲུག་པ། ནི་ཟླ་བ་བརྒྱད་པ། ཟླ་བ་བཅུ་པ། ཟླ་བ་བཅུ་གཉིས་པ་ལ་ཆག་བཏང་སྟེ་ད་ལྟའི་ཚུལ་ཅུང་བཅོ་ལྔ་པ་ཆག་འགྲོ་གི་ཡོད་རེད། ངོ་དེ་གཅིག་རེད་རོ། དེ་ཚང་མ་དང་གི་ང་རེད་རོ། དེ་གཅིག་བྱས། ཚུལ་ཅུང་ལ་ད་དེ་ནི་ད་ཧ་གོ་སོང་ང་རང་ཨ་ནི་ཚུལ་ཅུང་ད་བཅུ་བཞི་པ་བཅོ་ལྔ་པ་རེད་ན་ག་དུས་རེད་ཤག་ག་དུས་ཟླ་བ་ག་རེ་རེད་ཟླ་བ་ད་ཟླ་བ་ལ་བལྟས་ན་ང་རང་ད་ཧ་གོ་ཐུབ་པ་གཅིག་གོ་རེད་རོ། དེ་རིང་ཟླ་བ་ན་ཟླ་བ་གསུམ་པ་འགྲོ་བ་ཡིན་པ་ཡིན་ན

བཅུ་བཞི་པ། ཆ་གང་ཡིན་པ་དེ་གསོ་སྦྱོང་བཅོ་ལྔ་པ། གཙང་མ་གཙང་མཁན་ཆ་སོང་ང། གསོ་སྦྱོང་བཅུ་བཞི་པ་དང་བཅོ་ལྔ་པ་ལ་བཟློག་པ་མེད་བ་བྱས་ད་གཙང་མ་གཙང་མཁན་ཆ་བ་བྱས་རོ། དེ་གཅིག་བྱས། ཨོ་ཡ། ད་གཉིས་པ་དེ་ལ་ག་རེ་རེད་དམ་ད་ང་རང་ཚོ་གི་ད་ཨ་ནི་གསོ་སྦྱོང། གསོ་སྦྱོང་དེ་ལ་ང་རང་ཚོ་གི་དབྱེ་བ་བྱས་འདུག་གཞི་ནས་གསོ་སྦྱོང་དང་མཐུན་པའི་གསོ་སྦྱོང་ལ་ནི་གཉིས་འདུག་ཨ། ད་དེ་དང་གསོ་སྦྱོང་ལ་ག་ཚོད་དྲུག་ཡོད་རེད། ད་དེ་དྲུག་ལ་འདུས་ན་ག་ཚོད་གཉིས་ནང་ལ་འདུས་འགྲོ་གི་ཡོད་རེད། གཉིས་ག་རེ་འདུས་གི་ཡོད་ད་གཞི་ནས་གསོ་སྦྱོང་དང་མཐུན་པའི་གསོ་སྦྱོང་གཉིས་ནང་ལ་འདུས་གི་ཡོད་རེད་ཡང། ཡེ་ནས་གསོ་སྦྱོང་དང་མཐུན་པའི་གསོ་སྦྱོང་གཉིས་ཀྱི་ནང་ནས་ཡང་གསོ་སྦྱོང་ཡེ་ནས་ཇི་མ་ཀ་རེ་རྣམས་ལ་བསྡུས་འགྲོ་དགོས་ཏེ་འདིར་ནི་ཇི་མ་གསོ་སྦྱོང་དག་ཡེ་ནས་གཞི་གཅིག་ཏུ་བཞི་སྟེ། མཐུན་པའི་གསོ་སྦྱོང་ལ་ནི་བསྡུས་འགྲོ་དགོས་ཡོད་རེད། ར་བ་གཅིག། མཐུན་པའི་གསོ་སྦྱོང་རྣམས་ལ་བསྡུས་འགྲོ་དགོས་རེད་ད་ག་རེ་ཟེར་ན་ད་ལྟའི་ང་ཚོ་སྒང་ལ་སླེབས་སོང་ན། གསོ་སྦྱོང་བཅུ་བཞི་པ་བཅོ་ལྔ་པ། བཀྲ་ཤིས་གསོ་སྦྱོང་བློ་རྫོགས་གསོ་སྦྱོང་ལ་ཡོད་དེ། དེ་ཚང་མཐུན་པའི་གསོ་སྦྱོང་རྣམས་ལ་བསྡུས་འགྲོ་དགོས་ཡོད་རེད།

ཨོ། ད་དེ་ལ་ང་རང་ཚོ་གན་ནས་སྙིང་རྗེ་ཆེན་མོ་དགོས་ན་བྱང་ཆུབ་སེམས་དགོས་ན་དོན་དངོས་རྩོད་པའི་ཤེས་རབ་དགོས་ན། བསྒོམས་ནས་སེམས་ཀྱི་ཐོག་གི་གནས་ག་རེ་ཟེར་ན། ད་སྡུག་བསྔལ་དང་ཁོང་ཁྲོ་དང་ག་རེ་ཡིན་ན་མི་འདུག་སྡུག་བསྔལ་ག་རེ་ཅིག་བྱུང་ཡོད་པ་ན་སེམས་ཀྱི་ཐོག་ན་ག་རེ་འབྱུང་གི་ཡོད་པ་ན། གཞི་ནས་གསོ་སྦྱོང་བྱེད་པ་ཡིན་ན་ད་གཞི་ནས་གསོ་སྦྱོང་གིས་རྟོགས་ཐུབ་ཀྱི་ཡོད་རེད། གཞི་ནས་གསོ་སྦྱོང་ལ་མི་སེར་གྱི་ཡ་ནས་གཙུག་ལག་ཁང་ལ་དེ་ནས་ལངས་ཟིན་པའི་དུས་འདིར་དེ་གཉིས་ཕེབས་ནས་འཇིགས་མེད་ཅིག་བྱེད་དགོས་ཡ་རེད་ཟེར་ན་དེ་འཇིགས་མེད་ཅིག་བྱེད་དགོས་ཡའི་ངེས་པ་ཅིག་ཡོད་མ་རེད། གཞི་ནས་གསོ་སྦྱོང་དེ་རང་ཉིད་སོ་སོས་བྱེད་ཡ་དེ་རེད། གང་ཟག་སོ་སོས་སོ་སོར་བྱས། རང་གཅིག་པོ་དེ་ནི་སྟོན་པ་སྐུའི་འགྲམ་ལ་བཞག་ནས་དེ་ནི་སོ་སོའི་སྨོན་ལམ་གྱིས་ན་ཡང་གཙུག་ལག་ཁང་གི་འགྲམ་ལ་ཡོང་སྟེ་ག་རེ་བྱས་ན་གནས་ག་འདྲ་ཞིག་འགྲམ་ལ་བཞག་ནས་དེ་བྱེད་པ་ན་དེ་ལ་བརྟེན་ནས་ང་རང་ཚོས་དེ་བྱེད་པ་ན་དེ་ག་རེ་བྱ་དགོས་རེད་ཟེར་ན་ང་རང་ཚོས་གཞི་ནས་དང་གཞི་ནས་གསོ་སྦྱོང་དེ་བྱ་འགྲོ་དགོས་རེད། གཞི་ནས་གསོ་སྦྱོང་གསོག་པ་ལས་གཞན་མི་གཅིག་གཙུག་ལག་ཁང་ན་ཕེབས་ཁ་ཅིག་ཡོད་མ་རེད་ལ། ང་རང་ཚོ་ཤག་ལ་བརྟེན་ནས་གཞི་ནས་གསོ་སྦྱོང་བྱེད་ཡ་ཡོད་རེད། ད་ང་རང་ཚོ་ཁམས་དོན་གེགས་སྦྱོར་བྱས་ན་ད་དེ་ལ་ང་རང་ཚོ་བྱང་ཆུབ་སེམས་དང་སྙིང་རྗེ་ཆེན་པོ་དང་དེ་འདྲའི་བསམ་བློ་གཏང་གི་ཡོད་པ་ན་ད་ག་རང་གཞི་ནས་གསོ་སྦྱོང་བྱ་འགྲོ་གི་ཡོད་རེད་གཙང་མ་རེད། གཞི་ནས་གསོ་སྦྱོང་ལ་དེ་དེ་འདྲས་རེད།

ད་ང་ཚོ་སུ་ལྗོངས་ལ་མ་ཕེབས་པས་ན་འདི་ནས་ལོ་རེ་རེར་ཉིན་མ་ཉིན་མ་ཟླ་བ་ཟླ་བ་འོག་ཚེ་འཕེལ་འགྲོ་དགོས་རོ། འཕེལ་ལ་ང་རང་ག་རེ་ཟེར་ན་ད་ང་རང་ཚོ་གི་ད་ང་རང་ཚོ་རབ་བྱུང་ཅིག་ཡིན་པའི་ཆ་ལ་ད་ང་རང་ཚོ་གི་ག་ནི་ད་ག་རེ་ཅིག་ཡིན་ན་གཅིག་ཡིན་ན་ད་ཨ་ནི་རབ་བྱུང་འདི་ལ་ནི་ང་རང་ཚོ་གི་ད་ཨ་ནི་ཟས་གོས་ག་རེ་བྱེད་པ་ཡིན་ན་ང་རང་ཚོ་གི་ནི་སྦྱིན་བདག་དེ་ལ་བརྟེན་དུ་ཡོད་རོ།

འདི་ག་རེ་ཟེར་ན་ནི་མཐུན་པའི་གསོ་སྦྱོང། མཐུན་པའི་གསོ་སྦྱོང་གི་ཕན་ཡོན་ག་རེ་རེད་ཟེར་ན་ད་ང་རང་ཚོ་གི་ལུས་ཀྱི་སྒོ་ནས། རེད་བ། ལུས་ཀྱི་སྒོ་ནས་ག་རེ་སྡིག་པ་ག་རེ་བྱེད་ཀྱི་ཡོད་པ་ན་ག་རེ་འབྱུང་གི་ཡོད་པ་ཡིན་ན་འདྲ་ད་ལུས་ཀྱི་སྒོ་ནས་ག་རེ་འབྱུང་གི་ཡོད་པ་ཡིན་ན་འདྲ། འོ་ད་དེ་འདྲའི་སྡིག་པ་དང་ལྟུང་བ་དང་ག་རེ་འབྱུང་གི་ཡོད་པ་ན་དེ་བྱེད་སྟངས་ག་རེ་ཟེར་ན། མཐུན་པའི་གསོ་སྦྱོང་ལ་མ་ནས་ད་ཡག་མ་གཏོགས་གཞན་མ་ད་ཡག་གི་ཐབས་ཤེས་རོགས་ཡོད་རེད་ཟེར་ན་ཡོད་མ་རེད། རེད་བ། དེ་བྱས་ནས་ངེས་པར་དུ་ཨ་ནི

དེ་འདྲའི་ཆེད་དེ་འདྲའི་ཆེད་སོགས་སོགས་སུ་ཡོང་དུ་དགོས་དོ་ཅི་ཐོག་ག་བར་ག་སོགས་མཚམས་མཚམས་ལ་དེ་འདྲ་དེ་འདྲ་ཡོང་དུ་དགོས་དོ། དེ་ལས་ང་རང་ཚོ་གི་སྙིང་རྗེ་རང་གོམས་དགོས་ཡ་ཤག་དེ་ཡོད་རེད། སངས་རྒྱས་ལ་དེ་ག་རེ་ཟེར་ན་སྐྱོན་ཆ་ཐམས་ཅད་བཟད། ཉོན་མོངས་ཐམས་ཅད་སྤང། ཨ་ནི་ག་རེ་ཟེར་ན་ཨ་ནི། འཁོར་ལོ་དང་ལྔ་བརྒྱ་ག་རེ་ཨ་ནི། མེད་པ་བྱས་ལ་ང་རང་ཚོ་ལ་ནི་སངས་རྒྱས་བཞུགས་དགོས་དོ། སངས་ལ་དེ་ག་རེ་ཉོན་མོངས་དུག་གསུམ་ལས་སངས་བ་ལ་སངས་རྒྱས་ཟེར། ཆོས་ལ་དེ་ག་རེ་ང་རང་ཚོ་གི་རྒྱུད་འབྲེལ་ཡོད་པའི་ད་ང་རང་ཚོ་གི་ཨ་ནི། ད་འཁོར་ལོ་ངར་བརྒྱ་ལྷག་ནི་དེ་མེད་པ།

ཇི་ལྟར་ངག་བདག་དེ་འདྲས་རེད་ཅེས་རྣམ་པ་ཚོ་ལ་ལྟ་ངེས་ཡིན་ད། གསོ་སྦྱོང་གི་བེུད་འདི་ག་འདྲས་ཡོད་མིན་གསོ་སྦྱོང་ག་འདྲས་ཡིན་མིན་ལ་ཡ་དང་གསོ་སྦྱོང་ལ་ཡ་བ་ག་འདྲས་ཡོད་མེད་ལ་ཡ་དང། ད་ནི་གསོ་སྦྱོང་བྱེད་དགོས་ན་ང་རང་ཚོར་བེུད་ག་འདྲས་ཡོང་གི་མེད་ལ་ཡ་དང། ཨོ་ཨོ་ད་འདི་རང་ལ་ནི་ཁ་གཙང་མ་ཤི་བོ་ཅིག་ཞུ་བྱ་ཡོད་ར། ད་དེ་གཅིག་བྱེད་ད། མཐའ་མ་དེ་ལ་ཞུ་དུས་ག་འདྲས་འགྲོ་གི་འདུག་ལ་ནི་ད་ང་རང་ཚོ་གས་ནི་གསོ་སྦྱོང་ལ་བེུད་འདུག་ག་འདྲས་བྱེད་དགོས་ཚུལ་ལ་ནི་འགི་ཚུར་ལོངས་ཐེ་འདུག་གི་ངེས་པར་དུ་ཨ་ནི། ཡང་དག་བེུད་ཡ་བྱེད་དོ།

བཟོ་པའི་ལྟོ་ཟོག་ཡོང་སྲིད་ཀྱི་རེད། འོ་དེ་རྣམ་པ་གཙོ་གི་ད་འདི་ལ་ནི་རྣམ་པ་གཙོ་ལ་ག་ཚོད་ཀྱིས་ནི་ཕན་གྱི་འདུག་ཕན་གྱི་མི་འདུག་ལ་ཡ་དེ་རྣམ་པ་གཙོ་གི་འདི་ལ་ནི་ང་ལ་ཉེས་པ་འདུག་ཨ་ནི་ཀོ་མེད་གནང་རོགས་བྱེད་བྱོས་ཡིན་རོགས་ཨོ་ད་ངས་འདི་འདྲས་བྱེད་ཡིན་ད་ཆ་ཕན་གྱི་ཡོད་པ་ན་ག་ཚོད་མང་མང་གིས་ནི་ཚེ་རིང་ཡག་པོ་གནང་རོགས་བྱེད་བྱོས་ཡིན་ཨེ་ཆ་ཚང་ལ་བཀྲ་ཤིས་བདེ་ལེགས།